ཨ་ནེ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་རྩ་གཉིས་པར་ལུགས་ཀྱི་ད་དུང་དངུལ་སྤྲད་ཡག་གི་དུས་ཚོད་དེ་ཡལ་ཡོད་མ་རེད་སྤྱིར་བདག་གསུམ་པའི་གི་ཚེ་གསུམ་སོ་གཅིག་བར་དུ་ལ་ཡོད་རེད་ད་འདི་ཡན་བྱུང་ན་སྤྱིར་ད་དང་པོ་ཚར་བ་དང་སྤྱིར་ད་གཉིས་པ་མ་ཚང་ཉིན་གི་པར་ལུགས་དེ་ལ་ཡང་ཆ་ཚང་གི་དུས་ཐུག་ན་ཡག་པོ་ཟ་ཡོད་རེད་འདི་གཅིག་རེད།

ཁྱེད་རང་ལ་མི་གཅིག་གྲོངས་གི་ཡོད་པ་རེད་ན་བུད་མེད་བཅུ་གཙོ་ཡར་ཞུ་དགོས་གོ་མི་དེ་འདྲས་ཀྱི་དེ་འདྲས་གྲོངས་སོང་ཟེར་ན་མི་གཅིག་དེ་འདྲས་གྲོངས་སོང་ཟེར་ཐེབས་ཆེན་པོ་ཡར་བདུན་ཡར་ལ་ཁྱད་པར་ཡོད་རེད་ཡར་ཡར་དེ་གའི་ཅེར་མང་པོ་བྱོས་ནས་ད་མི་བོད་གྲངས་ཀ་བརྒྱ་ཡར་ལ་ཁྱད་པར་ཡོད་རེད་དེ་ནས་ཁེན་སི་ལན་དུ་བརྒྱ་དང་ཉི་ཤུ་སག་གཅིག་གི་སྐད་ཤར་ཉི་ཤུ་ནས་ཉི་ཤུ་སག་གཅིག་པར་རུ་ལ་ཡིན་ནས་ཉི་དུ་ཉི་སག་གཅིག་ཚེ་རྩ་གཉིས་པར་རུ་དུ་ཡར་མི་དགུ་བཅུ་གོ་གཉིས་ཀྱི་མ་ཤི་ཡང་མི་དུ་དེ་སུ་དེ་བསམ་པ་མི་མི་བཅུ་གཉིས་མི་དགུ།

ཨ་འདི་ནས Western Australia ད་དེ Perth རེད Perth ལ་ཡང་སྙེ་མ་ཉི་ཤུ་ཉི་ཉི་རྩ་བཅུ་པོ་ལུག་ལ་མི་བརྒྱད་ཀྱི་བྲོས་བྱ་ཨ་ནི་བཞུགས་སྒོ་རྩ་བཅུ་ནས་རྩ་གཉིས་པོ་ལུག་མི་དགུ་གི་བྲོས་བྱ་དེ་སུ་དེ་མི་གཅིག་མང་ཞིག་བྱ་ད Perth ལ་ཕྱི་ལོག་ནས་མི་གཅིག་ཐོས་པ་སླེབས་རེད་བས་ཡང་ན་ཡང་མི་ལོ་དྲུག་དྲུག་ཉིས་ལྔ་ནས་དྲུག་ཆགས་ཡིན་དེ་མང་ཆེན་པོ་རེད་བས་དེ་འདྲའི་བྱོལ་བ་ད་གང་ལྟར་གནས་སྟངས་ཡག་པོ་གཅིག་ཐོག་ནས་ད་གང་ལྟར་མི་གཅིག་ཐོས་པ་བྲོས་ཐུབ་པ་ཞུགས་བྱ Perth།

དམངས་ཁྲོད་དུག་འདྲ་ཤུགས་ཆགས་ཡོད་ལ་ད་ལྟ་བིག་ཀྲོ་རི་ཡ་ཡིན་ནའང་ཉི་ཤུ་ནས་ཉི་ས་གཅིག་པོ་ལ་མི་ལྔ་བརྒྱ་བདུན་གྱིས་བཀྲེས་ཤག་ཉི་ས་བཅུ་ནས་རྩ་གཉིས་པོ་ལ་མི་ཉིས་བརྒྱ་དྲུག་ཅུ་རེ་ཟུང་ལ་སྤྲད་མི་འདུག་འདི་སུ་དེ་ལྟར་བརྒྱ་རྩ་བཞི་བཅུ་ཞེ་ལྔ་ཞེ་དྲུག་ཅུ་འདྲ་བོ་གཅིག་གིས་ལོ་འདིའི་ནང་སྤྲད་ཐུབ་ཡོད་མ་རེད་ད་དེ་སྤྲད་མ་ཐུབ་དུས་དེ་ཉིད་ཀྱིས་བསྡུ་ཐུབ་མེད་ན་སྤྲད་ཉེས་ཀྱིས་སྤྲད་ཐུབ་མེད་ན་གང་ལྟར་གཅིག་གིས་མ་སྤྲད་ཉེས་ཉུང་ལ་ཕོན་ཆེན་པོ་བཞི་བོ་གཅིག་འདྲ་བསྡུས་ཚང་པ་ལ་ཡ་ད་མི་དེ་གེ་སྲིད་གཅིག་ཐེབས་ཀྱི་མགོ་བརླག་གི་མ་རེད་ད་སོ་སོས